ང་སྤྱི་ཟུར་ཀུན་དགའ་ཚེ་རིང་ཡིན་ཀེ་ན་ད་ནས། དེ་རེས་ང་ཚོའི་དུས་ཚོད་ཉག་ཕྲ་པོ་བཞི་བོ་ཅི་གང་ལ་ཡང་འགྲོ་བསྡད་ཀྱི་ཡོད་རེད། སྐྱབས་མགོན་རིན་པོ་ཆེ་ད་དགུང་ལོ་བརྒྱད་ཅུ་གྱེས་ང་བརྒྱད་དྲུག་གང་ལ་ཡང་ཕེབས་བསྡད་ཀྱི་ཡོད་རེད། བོད་ནང་གི་གནས་ཚུལ་དེ་ཟ་དྲག་ཏུ་དར་ཟ་དྲག་ཏུ་འགྲོ་གི་ཡོད་རེད། གད་མེད་ཀྱི་གདུག་རྩུབ་མང་དུ་འགྲོ་གི་ཡོད་རེད། ཕྱིའི་རྒྱལ་ཁབ་ལ་ཡང་ལས་ཁུར་སྤེལ་བྱས་བྱས་ནས། ང་ཚོས ྋསྐྱབས་མགོན་རིན་པོ་ཆེ་གི་མཛད་པ་ཁྲི་ལས་རེར་སྐྱབས་བཅོལ་ལས་ཡོལ་བའི་ཕྱིར་རྒྱལ་ཁབ་ག་ལ་ཡང་ཡོད་དེ་གཉིས་ཀྱི་གོ་མིན་རྫུན་བཟོའི་ལས་ཁུར་ལས་རེར་དེའི་ནུས་པ་ཆགས་ཆེད་དུ་རེད་ད་གནས་ཤིག་གི་རྒྱ་ནག་མངའ་ཁོངས་ལས་ཡོལ་དེ་བས་ཀྱི་མི་མང་དང་ཧྥ་ལུང་གོན་དང་ད་གནས་ཤིག་གི་ཐའེ་ཝན་དང་ཧོང་ཀོང་དང་དུ་འཛུལ་གྱི་དམངས་གཙོའི་འཐབ་རྩོད་བྱེད་དེ་གཉིས་དུ་འཛུལ་གང་མཁས་ཀྱི་ལས་ཁུར་ལ་ཡ་གཏུགས་རྩུབ་བཏང་ཡ་ཆེད་དུ་ལ་ཡ་ཁ་བཀག་ཡ་ཆེད་དུ་ལ་ཡ་ཨེ་ལས།

རྒྱལ་ཁབ་མང་པོ་བུ་ལོན་ནང་ལ་ལྷུང་བཅས་བྱས་ནས་ཨེ་ནས་ཁོ་ཚོས་ཀྱི་རྒྱ་མིས་ཀྱི་དམག་མི་ཀྱི Military Base བཙུགས་ཡ། ད་ག་ནས་ཤིག་གི་རྒྱལ་ཁབ་དེ་ཚོ་ལ་ཡ་དམངས་གཙོ་དང་རང་དབང་དང་འགྲོ་བ་མིའི་ཐོབ་ཐང་དང་དེ་ཚོའི་རིགས་ག་ལ་ཡ་ཁ་ཁྱེར་ཆོག་ཡ་མི་ཆོག་གི་གན་རྒྱ་དེ་འདྲ་བཞག་བྱས་བྱས་བྱས་ནས་གདུག་རྩུབ་ཆེད་དུ་དེ་བྱས་དེ་འདྲ་བྱས་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། དམིགས་བསལ་གྱི་རྒྱ་གར་སོ་ཏྲ་ཇི་བིང་བིང་ན་ད། རྒྱ་མིས་ས་མཚམས་ག་ས་ག་ནས་རྙེད་དགོས་ཡིན་ན་ཁོང་ཚོའི་གེགས་གཅིག། ཕྱོགས་གཅིག་ནས་དངུལ་འགྲོ་སོང་བཏང་ནས། རྒྱལ་ཁབ་གཞན་པ་དེ་ཚོ་གང་ག་ལོག་ལོས་ཡ། བ་ཡུལ་ལ་རྩོད་པའི་ག་ས་ག་གེ་དེ་གེ་དེ་ཁོང་ཚོའི་འོག་ལ་ཤོར་བཅུག་དང་ནི་ཞེས་ཕྱོགས་གཅིག་ནས་དཔུང་མ་ངོམ་བྱས་བྱས་བྱས་ནས་རྒྱ་གར་ད་ལྟའི་བར་ས་མཚམས་དེ་ཚོ་གང་ག་ལོག་ལོས་ཡ་དེར་ཟང་ཟིང་ཚད་དུ་ཚད་འགྲོ་སྡོད་ཀྱི་ཡོད་རེད། ད་དེ་འདྲའི་དུས་ཚོད་ཅིག་ལ་ཡ། ང་ཚོའི་གི། བཙན་བྱོལ་གཞུང་གི་སྲིད་སྐྱོང་གི་འོས་ཤོག་ཅིག་སླེབས་ཡོང་གི་ཡོད་རེད། དེ་འདྲ་སོང་ཙང་ད་དེ་ད་ལས་དེ་གནས་ཚུལ་མང་པོ་ཞི་བོ་གཅིག་ནས་ལྟ་གཅིག་ལོངས། ད་ལོ་དྲུག་ཅུའི་ནང་ནས་ལྔ་བཅུ་ང་དགུ་ནས་ཨ་མདོ་ཕ་དུ་ལས་རྒྱ་མིས་ཀྱི་ནུས་པ་དེ་གང་མི་མཛད་ཆེན་པོ་གདུག་རྩུབ་སྒོ་གང་མི་མཛད་ཆེན་པོ། ད་ག་ནས་ཤེས་ཀྱི། རྒྱལ་ཁབ་མང་པོ་ཅིག་སྔས་མ་དང་མ་འདྲ་བའི་གད་མིག་གི་ཡག་པོ་མེད་པ་རྐྱེན། དམར་ཤོག་གི་གཞུང་འདི་འཛམ་བུ་གླིང་ལ་ཡང་ཡག་པོ་མེད་པའི་གི་གདུག་རྩུབ་བཏང་ཡ་དང་བཙན་དབང་བཏང་ཡ་དང། ད་ག་ནས་ཤེས་ཀྱི་ཡ་འདི། Coronavirus ནགས་ཚལ་བསྒྲུབ་བྱ་དེ་ཚོ་གཅིག་དང་ཁོ་ཚོས་ཧ་གོ་གོ་གོ་གོ་ལ་ཡར་སྦས་ནས་ཨེ་འདྲ་ད་ཁྱོད་འདོམས་ནས་འཛམ་བུ་གླིང་ལ་ཡར་ཁྱབ་བསྡད་ཡ་དེ་ནག་ཆེ་ཤོས་དེ་རྒྱ་མི་ཁོ་རང་ཚོའི་ལས་ཡོད་རེད་ད་དེ་འཛམ་བུ་གླིང་ནང་ལ་ཡར་ཐོང་རྩུབ་ཤུགས་ཆེན་པོ་ཤོས་ཀྱི་རྒྱ་མི་ཡིག་རང་གི་བདག་པོ་མ་རྒྱ་བའི་རྐྱེན་བེད་སྤྱད་བྱས་ནས་གསང་བར་བཞག་པའི་རྐྱེན་བྱས་ཚོད་དེར་སང་འཛམ་བུ་གླིང་ཁོ་ར་ག་ས་ག་རྒྱལ་ཁབ་གང་ག་ལས་བུ་ལོན་ནང་ལ་འགྲོ་ཡ་གི་ག་ས་གོ་ར་ད་ཅིག་དཔེ་འཇུག་ད་གང་ཅིའི་ཐོག་ནས་སྐྱོན་རྒྱབ་བསྡད་པའི་གི་དུས་ཚོད་ཅིག་ནང་ལ་ཡར། དེ་འདྲའི་འགྱུར་བ་ཆབ་སྲིད་ཀྱི་འགྱུར་བ་འཕོ་འགྱུར་མང་པོ་ཅིག་ནང་ལ་ཡང་ཨེ་འདྲས་ང་ཚོའི་གི་སྲིད་སྐྱོང་གི་འོས་བསྡུ་དུས་ཚོད་ཞིག་སླེབས་བསྡད་ཀྱི་ཡོད་རེད་དེ་འདྲ་སོང་ཙང་ང་ཚོའི་སྲིད་སྐྱོང་འདིས་གནས་ཚུལ་དེ་གའི་དེ་གང་གའི་ཐོག་ནས་བསམ་བློ་བཏང་ནས་བརྟན་པོ་ཞི་བོ་ཅིག་གལ་ཆེན་པོ་ཞི་བོ་ཅིག་ཡོང་དགོས་ཡ་དེ་ཞི་བོ་ཅིག་གལ་ཆེན་པོ་རེད་དམིགས་བསལ་གི་སྐྱབས་མགོན་རིན་པོ་ཆེ་གི་དགུང་ལོ་ས་བརྒྱ་བརྒྱ་ཅུ་བརྒྱད་ང་གྱ་དྲུག་སྒང་ལས་ཕེབས་བསྡད་པའི་སྐབས་སུ་ལ་ཡ་གོང་པ། མ་དཀྲུགས་ཡས་དང་དང་ནས་ཤེས་ཀྱི་དོན་བས་ན་དགུང་ལས་འཆམ་དུས་ཡོང་ཡས་དང་གནས་ཚུལ་མང་པོ་ཞིག་ཐོག་ནས་ཨེ་ནས་གལ་ཆེན་པོ་ཞི་བོ་ཆགས་ཀྱི་ཡོད་རེད། ཨེ་ནས་ད་རྩ་བའི་སྲིད་སྐྱོང་དབུ་ཤི་ལ་ཡ་མི་བདུན་ཟེར་ཅི་ཡོད་རེད་དེ་གཞན་པ་ཚོ་ཟུ་ལ་ཡ་སླེབས་ཡིན་ན་ཉེན་ཁ་ཡོད་རེད་སྲིད་སྐྱོན་ཡོད་རེད་ཟེར་ཅི་ནས་དེ་རྩ་བ་ཉིད་ནས་ཞུ་གི་མེད་ད་ཡག་པོ་ཤ་སྟག་སླེབས་ཀྱི་ཡོད་རེད་ཡག་པོའི་ནང་ནས་ཡག་ཤོས་རེད་བ་དེ་ཨེ་ནས་གུང་གྲོང་ཆུང་ངུ་དཀྲུགས་རེད་ཟེར་ཅི་ནས། རེད་འདུག་བསམ་བསམ་བསམ་ནས། སྲིད་སྐྱོང་གི་འོས་གཞི་དེ་དང་པོ་ནི་ཀརྨ་གླིང་དབང་པོའི་བཀའ་ཟུར་ནས་ངས་ད། ཉིས་སྟོང་བཅུ་དྲུག་ནས་ཨ་མདའ་པ་སྡུག་གིས་ང་ཚོའི་སྤྱི་ཚོགས་གནས་སྟངས་བལྟས་པ་ཡིན་ན་ད། བརྟན་པོ་ཞིའོ། གང་དགའ་མཉམ་འདོགས་རུག་རུག་བྱས་ནས་འཆམ་མཐུན་བཞག་ཐུབ་ཉིན་ཅིག་དེ་འདྲས་གནང་ཐུབ་མཁན་གྱི་སྲིད་སྐྱོང་ཅི་ཡང་སླེབས་དགོས་ཀྱི་འདུག་བསམ་བསམ་ནས་ཅིག་སེམས་པའི་ནང་ལ་ག་དུས་ཡིན་ན། དེ་ཤག་བསྡད་སོང། ཉིས་སྟོང་བཅུ་དྲུག་ནས་ཚུན་ཐབས་ལ་ཡང་དེ་འདྲས་རང་ཤག་བསྡད་སོང།

གཅིག་ལས་དོན་གལ་ཆེན་པོ་དེ་འདྲའི་སྒྲུབ་པ་ཡིན་པས་ཡིན་ན་གཅིག་ཡང་གོ། འབབ་ཆགས་པོ། ལྷིང་ཆགས་པོ། གཉོམ་ཆུང་ཐོག་ནས་དེ་འདྲའི་བཤད་བྱ་འདྲ་མ་གཏོགས་ཡང་ཁ་ཤས་ཡང་གཅིག་ཡོང་གི་འདུག་བ། གཅིག་ལས་ཀ་དེ་བྱས་པས་ཡིན་ན་དེ་དབབ་དབབ་བཏང་ནས་ཁྱིམ་པོའི་ཤེའུ་ཅི། ཟོས་བྱས་ནས་འཇོན་ཐང་བཤད་དེ་ཡ་བྱོས་པ། དེ་འདྲའི་གང་ཡང་མེད་དེ་སྙེད་ཀྱི་དེ་འདྲའི། བརྟན་པོའི་ཤེའུ་ཅི་ཡིན་པ་དེ། ཧ་གོ་གི་ཡོད།

དེ་ནི་སྐུ་ངོ་རང་གིས་རྐྱེན་ཁྱེད་ཐེབས་པ་རེད། དེ་འདྲས་ཡིན་པའི་ཆ་ནས་འདི་བཞི་བོ་གཅིག་གི་ཚགས་ཚུད་པོ་དང་བརྟན་པོ་ཡིན་པ་ཅིག་ལ་ཡང་ངས་འདི་ངོས་འཛིན་ཞུ་གི་ཡོད། དེ་ནི་ཕྱོགས་གཞན་པ་གཅིག་ནས་བོད་རང་ནས་བོད་མི་མང་པོ་གཅིག་གིས་སྐུ་ངོ་ནང་ལ་རེ་བ་ཞིབ་ཞུ་བྱས་ཆ་ནས་དེ་སྲིད་སྐྱོང་ནང་ལ་བཞག་རོགས་སུ་བྱས་ཆ་ནས་སྡུག་གུབ་ནག་ཉེས་མང་པོ་བྱུང་ཡོད་པ་འདྲ་དེ་ཚོ་གཟིགས་ཅི་རེད་དྲན་གི་འདུག། ཏི་ཀིས་ཀྱིས་རེ་བ་གནང་བའི་སྐབས་སུ་ལི་ཡ་བོའི་ནང་ལ་ཡོང་པས་ན་ཉི་མ་ཉི་མ་ལི་ཡ་རྒྱ་མིའི་བཙན་གནོན་འོག་ལ་བསྡད་དགོས་ཀྱི་ཡོད་རེད་སོང་ཙང་ཁོང་ཚོས་ད་ཅིག་ག་ཚོད་དཀའ་ངལ་མང་ཤོས་དེ་ཁོང་ཚོས་ཡོད་རེད་སོང་ཙང་དེ་ཡིག་གི་དཀའ་ངལ་སེལ་ཐབས་དང་དེ་ལི་ཡ་ཐབས་ལམ་བཙལ་ཡ་དང་དེ་འབྲེལ་གྱི་ཐོག་ལི་ཡ་ཁ་སང་སྐུ་ངོ་གིས་སྐུ་ངོ་ཁྲོང་ཆུང་དངོས་གྲུབ་ཀྱིས་ཨ་མདའ་བཅར་འདྲི་དེ་འདྲའི་ནང་ལི་ཡ་བཀའ་མོལ་གནང་བའི་སྐབས་སུ་ལི་ཡ་སེམས་འཚབ་ཆེ་ཤོས་དེ་བོད་ནང་གི་གནས་སྟངས་དེའི་ཐོག་ལི་ཡ་ཁོ་རང་སྐུ་ངོ་ཁོ་རང་གིས་དེ་དགོངས་པ་བཞེས་ཀྱི་འདུག་བ། དེ་གས་དེ་ཞེ་བོ་ཆེ་རྩ་ཆེན་པོ་རེ་སྤྲིང་གི་འདུག་ང་ཚོ་དེ་འོས་ཤོག་བླུག་ཉེན་གི་མི་འདི་ཚོས་གི་འདོད་པ་གང་ཡང་བྱེད་དུ་དཀའ་མོད་ཀྱི་འདི་འདོད་པ་གང་གི་གཉིས་བྱེད་ཀྱིན་གསུམ་བྱེད་ཀྱིན་ཟེར་བྱས་ནས་ལབ་པ་ཡིན་པས་ན་དེས་ང་ཚོ་ཚ་དྲག་ཆེ་ཅིག་མ་རེ་སྤྲིང་གི་འདུག་གལ་ཆེ་ཤོས་དེ་བོད་ནང་གི་བོད་མི་འདི་ཚོས་གི་དཀའ་ངལ་སེལ་ཐབས་དང་དཀའ་ངལ་ནི་བྲལ་ཐབས་ག་འདྲེ་འདུག་བོད་རྒྱ་ཞི་མོལ་བཀའ་མོལ་གནང་ཡང་འདི་ཚ་དྲག་ཆེ་ལོས་ལས་དངོས་འཛིན་གནང་གི་ཡོད་རེད་ག་འདྲེས་གནང་གི་རེད་དེ་གས་དེ་ཁོང་པ་ཞག་དེ་ཉེ་དེ་བཞི་བོ་གཅིག་གི་གོ་གནས་འགའ་ཅི་རང་བཞིན་གི་གནས་འགའ་ཅི་རེ་དྲན་གི་འདུག། མ་གཞི་རྩ་ནས་སྐུ་ངོ་དུང་ཆོས་དངོས་གྲུབ་ཨ་མདའ་བོད་རྒྱ་ཞིམ་པོའི་གནང་སྙན་གི་དེའི་ནང་ལ་ཡ་ཚུགས་ཆུང་ནང་ལ་ཡ་མུ་མཐུད་བྱས་ཡོད་རེད་སོང་ཙང་དེ་དེ་གཅིག་རེད་གཉིས་ནས་བོད་ནང་གི་སོ་སོའི་རྒྱལ་ཁབ་དང་མི་རིགས་ཐོག་ལ་ཡ་འཐབ་རྩོད་བྱེད་དེ་གཉིས། དེ་ཚོའི་གི་ཉམས་རྟོགས་འབྲེལ་བ་ཆེ་ཤོས་དེ་སྐུ་ངོ་གྲོང་ཆུང་དངོས་གྲུབ་ཅིག་ཆགས་དེ་ཡོད་རེད་དེ་གི་དེ་ཞི་བ་ཅིག་གི་གལ་ཆེན་པོ་རེད་བོད་ནང་ལ་དེ་འཐབ་རྩོད་གནང་དེ་ཉིད་དེ་ཚོའི་གི་ཨན་བཙན་བྱོལ་ནང་ནས་མི་སུ་སུ་ཅིག་གི་ཕ་ཅོལ་ཡ་ན་བསམ་བློ་བཏང་དང་དང་གནས་ཚུལ་མང་པོ་ཞིག་ཐོག་ནས་འགྱོད་པ་བཏང་ཐུབ་ཡས་དང་ཅིག་སེམས་ཤུགས་སྤར་ཡས་དང་གནས་ཚུལ་མང་པོ་ཅིག་སུས་གི་ཉོབ་ཐུབ་གི་ཡོད་པའི་དེ་ཁོ་ཚོས་ལ་ཐུབ་རྒྱུ་ཡོད་རེད་དེ་འདྲ་སོང་ཙང་ཁོ་ཚོས་གི་རེ་བ་བྱེད་དེ་ཡོད་དེ། གནད་འགག་འདི་ཉིན་རེ་དྲན་གྱི་འདུག་དེ་གཅིག་རེད། ཨེ་ནི་བཙན་བྱོལ་རྣལ་འབྱོར་དད་པའི་གི། བོད་ནས་ཚུར་ལ་བཙོན་པ་གི་ལོ་ཉི་ཤུ་སུམ་ཅུ། བཙོན་ཁང་ནང་ལས་མྱངས་ནས་ཚུར་སླེབས་དེ་ཉིན་དེ་གི་དེ་གི། སྟོབས་ན་དེ་འདྲ་ཞིག་གི་སྐུ་ངོ་འབྲོང་ཆུང་ངུ་དྲུག་ལ་ཡང་རྒྱབ་སྐྱོར་གནང་གི་འདུག་དེ་གི་དེ་གནད་འགག་ཆེན་པོ་བཞི་བཞི་རེ་དྲན་གྱི་འདུག་ད་སྔ་ནས་གཞན་གི།

འདུག་རྒྱབ་སྐྱོར་ཕྱི་རྒྱལ་ནང་ལ་ཡང་འདུག་དེ་ཚོས་ཀྱི་རང་བཞིན་གྱི་ད་གྲོང་ཆུང་དངོས་གྲུབ་འདི་མང་པོ་ཅིག་གི་མི་མང་པོ་ཅིག་གི་ཨ་འདའ་གི་ཨ་འདའི་གི་ང་ཚོའི་སྤྱི་ཚོགས་དཀའ་ངལ་འདི་གེ་སེལ་ཐུབ་ཡ་འདི་སྐུ་ངོ་རང་བརྒྱུད་ནས་སྐུ་ངོ་གྲོང་ཆུང་དངོས་གྲུབ་བརྒྱུད་ནས་སེལ་ཐུབ་ཀྱི་ཡོད་པའི་གི་རེ་བ་ཅིག་མི་མང་པོ་དེ་འདྲ་ཅིག་གི་འོག་ལ་ཡ། ཤ་དེ་ཡོད་རེད་དེ་ཚོས་ཞི་བ་ཆུ་རྩ་ཆེན་པོ་རེད་དྲན་གྱི་འདུག་དཔེར་ན། བོད་གཞུང་ལ་འདི་ལས་བྱེད་ཟུར་པ་དྲུང་ཆེ་ཟུར་པ་འདི་བསམ་འཕེལ་ལ་སོགས་ར་ཆེན་པོ་ཡིན་ན་འདི། ཀུན་དགའ་བསུ་ར་འདི་བཀྲ་ཤིས་དབང་འདུས་ལ་འདྲ་པོ་དེ་འདྲས་རེད་མི་ཕན་མི་སྲིད་ཀྱི། ཡག་པོ་དྲང་པོ་བརྟན་པོ་རྒྱུ་གང་བྱུང་མ་བྱུང་ལས་ཀ་མི་མང་གནང་དེ་ཉིད་དེ་འདྲས་མ་རེད་ཕན་མི་སྲིད་ཡག་པོ་དེ་འདྲས་དྲང་ལེ་རེད། ཁོ་རང་གིས་ཅིག་ད་འདི་དེ་ཀུན། གྲོང་ཚོའི་དངོས་གྲུབ་ཀྱི་རྒྱབ་སྐྱོར་ཆེད་དུ་ལས་འདིའི་ནང་དུ་བ་དེ་ཚོ་རང་བཞིན་གྱི་སྐུ་ངོ་གྲོང་ཚོའི་དངོས་གྲུབ་ལ་རེ་བ་ཆེན་པོ་ཡོད་པ་འདི་ལྟ་ད་ག་རང་ནས་ངོ་སྤྲོད་རེ་དྲན་གྱི་འདུག་ད་ག་ནང་བཞིན་གྱི་ལྟ་ཅིག་ང་ཚོའི་སྤྱི་ཚོགས་ནང་ལ་ཡ་འདི་ཡོད་རེད་ཁ་སང་སྐུ་ངོ་བཅར་འདྲི་ཅིག་ནང་ལ་ཡ་ལྟ་ང་ཚོའི་སྤྱི་ཚོགས་ནང་ལ་ཡ་ཅིག་དབུ་མའི་ལམ་ཁ་ཁྱི་ནས་ཡང་སེང་བླངས་འདི་ཉན་ཅིག་ཡོད་རེད།

དགོངས་པ་བཞེས་སྟངས་དེ་དཔེ་མི་སྲིད་ཡག་པོ་ཞུ་བཞིན་འདུག་འདི་འདྲའི་གི་ཐོག་ནས་བོད་ཀྱི་དགོངས་པ་བཞེས་ཡག་པོ་ཡོད་བཞེས་དགོས་ཡ་ད་ཅིག་བརྟན་པོ་གནང་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཕན་ཚུན་གཉིས་ཆ་རྩ་དོན་རང་དོན་དང་མི་མང་དོན་དང་བོད་ཀྱི་ནང་ལ་ཡོད་པའི་གི་བདེན་རྫུན་ལི་ཡ་དེ་བ་དང་ཁོང་ཚོས་དཀའ་ངལ་སེལ་ཡ་ད་དེ་འདྲའི་གི་ཐབས་ལམ་ཐོག་ལ་གཉིས་ཆ་གི་དག་རང་གནང་དེ་གི་ཡོད་ར་སོང་ཙང

ད་ཡག་པོའི་ནང་ནས་ཡག་ག་ཅིག་འདུག་ཡག་ག་དེ་ཀུན་གྲོང་ཆུང་ངོ་དྲུག་བསྟན་པ་འདུག་ཟེར་བྱས་ནས་འདི་ཞུ་གི་ཡོད་རེད་མ་གཏོགས་ཡང་གཞན་པ་དེ་ཚོ་ལས་ངའི་ཚེ་སྨད་རྩ་བ་ཉིད་ནས་ཞུ་གི་མེད་མཐོང་ཆུང་གཏང་གི་མེད་དེ་ང་ཚོའི་སེམས་པ་ནང་ལ་བཞག་དགོས་ཡ་རེད་ང་ང་ཚོའི་གི་ག་དུས་ཡིན་ན་ཀུན་གྲོང་ཆུང་ངོ་དྲུག་ཟེར་བོ་དེ་འདྲའི་ལ་ཡང་རྒྱབ་སྐྱོར་བྱེད་ཉེན་དེ་ཚོས་ཨེ་ནས་ནང་ཀུན་གཅིག་གི་གཅིག་གི་ལ་ཡང་རྐང་པ་འཐེན་རེས་དེ་ནམ་ཡང་བརྩི་གི་མ་རེད་ཀུན་ལ་སྐད་དེ་འདྲའི་བརྩི་གི་ཡོད་མ་རེད་སོང་ཙང་ང་ཚོས་རྒྱབ་སྐྱོར་བྱེད་ཉེན་ཡིན་པ་ཡིན་ན་དེ་གཅིག་གི་གཅིག་གི་ལ་ཡང་སྐད་ཆ་སྡུག་ཅག་བཤད་ཡ་ད་གཅིག་ཉེན་ཁ་ཚ་བོ་དེ་འདྲའི། ཐོག་རྒྱག་ཡོང་ཡ་དེ་འདྲའི་ད་ནམ་ཡང་ཤེས་རྒྱུ་ཡོད་མ་རེད་སོང་ཙང་དེ་ང་ཚོའི་བརྟན་པོ་དམ་བཅའ་བརྟན་པོ་གནང་དགོས་ཡ་དེ་ཤི་བོ་གལ་ཆེན་པོ་རེད་དྲན་གི་འདུག། དེ་ནས་ང་རང་འཛུགས་པའི་སྐུ་ངོ་འབྲོང་ཆུང་དངོས་གྲུབ་ལི་ཡ་ལ་རྒྱབ་སྐྱོར་གནང་ཕྱིར་ད་ལས་ཅི་ད་དང་པོའི་གི་ཚེས་གསུམ་ཉིན་མོ་ལི་བའི་ཤོག་ལྷུག་པའི་སྐབས་སུ་ལི་ཡ་སྐུ་ངོ་འབྲོང་ཆུང་དངོས་གྲུབ་གི་གི་མཚན་ཐོག་ལི་ཡ་སྲིད་སྐྱོང་གི་འོས་གཞི་དེ་ལྷུག་པ་ཡིན་པས་ཡིན་ན་འགྱོད་པ་མི་ཉན་ཅི་ཆ་དེ་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོ་དེ་གས་དེ་དགོངས་པ་བཞེས་དགོས་ཡ་ཤི་བོ་གལ་ཆེན་པོ་རེད་དྲན་གི་འདུག།

དེ་འདྲས་སོང་ཙང་རྣམ་པ་ཚོ་གང་ག་ལ་ལའི་འབུལ་སྐུལ་ཞུ་གིན་སྒེར་གྱི་འབུལ་སྐུལ་རེད་གནམ་གྱི་རྩ་བའི་འོས་ཤོག་འདི་སོ་སོས་སོ་སོས་ཀྱི་འདོད་པ་ཞེ་སོང་རེད་སོ་སོས་ཀྱི་འདོད་པ་ཞེ་སོང་གི་ཐོབ་ཐང་ཐོག་ནས་སུ་གང་གི་བཙན་དབང་བཏང་ནས་དེ་འདྲས་བྱེད་ཆོག་གི་ཡོད་མ་རེད་ཡིན་པ་ཡིན་ན་ང་ཚོ་གཅིག་གནད་འགག་གལ་ཆེན་པོ་ཞིག་མཐོང་ཆོག་བྱས་ནས་འབུལ་སྐུལ་ཞུ་ཆོག་གི་ཡོད་རེད་སོང་དེ་འདྲས་སོང་ཙང་ངས་སྒེར་གྱི་ངོས་ནས་འབུལ་སྐུལ་ཞུ་གི་ཡོད་ཨ་ནི་ཐུགས་རྗེ་ཆེ་ནང་རྣམ་པ་ཚོ་གང་ག་ལ་ལའི།